བ་ད་ཐུགས་ཁྲོ་ཆུང་མ་འདིའི་ནང་ལ་ད་རྨི་ལམ་སྐོར་གྱི་ད་རྩ་ཚིག་ཅིག་ཡོད་རེད་རྩ་ཚིག་དེ་ང་མ་དང་པོ་མ་ཞུས་ཀྱི་ཡིན་རོགས་ཨ་སྐྱོར་གྱི་ཡིན་རོགས་ད་དེ་རྩ་ཚིག་ག་འདུག་ཟེར་ན། ཀྱེ་མ། བདག་ལ་རྨི་ལམ་བར་དོ་འཆར་དུས་འདིར། གཏི་མུག་རོ་ཉལ་བག་མེད་སྤང་བྱས་ནས། དྲན་པ་ཡེངས་མེད་གནས་ལུགས་ངང་ལ་འཇུག། རྨི་ལམ་བཟུང་ནས་སྤྲུལ་བསྒྱུར་འོད་གསལ་སྦྱངས། དུད་འགྲོ་བཞིན་དུ་དམྱལ་བར་མ་བྱེད་པར། གཉིད་དང་མངོན་སུམ་འདྲེས་པའི་ཉམས་ལེན་མཛོད་ཟེར་འདུག་ཅེས་གསུངས་ཡོད་རེད།

གཉིད་གཉིད་ཁུག་པ་དང་ཨ་ནི་གཉིད་མ་ཚད་གཉིད་ཀྱི་བར་མ་སྦྱོར་བ། གཉིད་ཁུག་པ་དང་ཨ་ནི་གཉིད་མ་སངས་བ། གཉིད་མ་ཚད་ཀྱི་གཉིད་ཀྱི་དཀྱིལ་མ་འདི་ལ་ཨ་ནི་རྨི་ལམ་གྱི་བར་དོ་ལགས་ཀྱི་རེད། ད་རྨི་ལམ་གྱི་བར་དོ་ཟེར་ནས་ངས་སྔ་མ་འགར་དྲན་ཡོང་ཟེར་རྨི་ལམ་བར་དོ་ཡིན་ཅིག་རྨི་ལམ་གྱི་སྟངས་དགོས་ཀྱི་རེད་དྲན་ཟེར་བ། རྨི་ལམ་སྟངས་དགོས་ཀྱི་ཡོད་སོ་དགོས་ཀྱི་ཡོད་སོ་མ་རེད་རྨི་ལམ་སྟངས་ནའང་རེད་མ་སྟངས་ནའང་རེད་གང་ལྟར་གཉིད་ཁུག་ནས། གཉིད་མ་ཚད་ཀྱི་བར་གྱི་དཀྱིལ་མ་དེ་ལ་རྨི་ལམ་གྱི་བར་དོ་ཟེར་ནས་མིང་བཏགས་ཡོད་རེད། ག་ཟེར་ན་ཁོ་སྣང་བ་འཆར་སྟངས་ཀྱི་སྒོ་ནས་ཤེས་ཀྱི་ཡོད་ར་རོ། སྣང་བ་ག་རེ་འཆར་གི་ཡོད་རེད་གཉིད་བསྐུར་བའི་སྐབས་སུ་ལ་སྣང་བ་དབང་ཤེས་ལྔ་དེ་ནང་ལ་དུས་འགྲོ་དགོས་ར་རེད། མིག་གི་རྣམ་པར་མིག་གི་རྣམ་པར་ཤེས་པ། རྣ་བའི་རྣམ་པར་ཤེས་པ་སྣའི་རྣམ་པར་ཤེས་པ། ལྕེའི་རྣམ་པར་ཤེས་པ་ལུས་ཀྱི་རྣམ་པར་ཤེས་པ་ལྔ་ཆ་ནང་དུ་དུས་འགྲོ་གི་ཡོད་ར་རོ་གཉིད་ཁུག་གི་སྐབས་སུ་ལ། འདི་སྐབས་སུ་སྣང་བ་ག་རེ་སྣང་བ་ནག་འཐོམ་ནག་འཐོམ་མའི་མ་དོ་ཅིག་གིས་ཞེན་པ་གང་ཡང་ཡོད་མ་ར་རྨི་ལམ་བཏང་ནས་ནི་ནི་རྨི་ལམ་འདྲ་མེད་ལ་བཏང་ཡང་འཆར་གྱི་ཡོད་རེད་རྨི་ལམ་མ་བཏང་བ་ནི་ནག་འཐོམ་མའི་རོ་བ་དང་མི་འདྲེས་མ་རྒྱལ་བདེ་བ་སྣང་ཞིང་རོ་བ་དེ་ནས་ཅིག་སྣང་བ་འཆར་གྱི་ཡོད་རོ་བ་དང་སྣང་བ་ཆ་ཚང་བ་ཤེས་ཡོང་དུས་ད་རྨི་ལམ་སྐབས་སུ་དེ་ཅིག་འཆར་གྱི་ཡོད་རེད་ད་ང་དང་རང་རང་རྨི་ལམ་བཏང་བ་དེ་ཡང་རྨི་ལམ་ནི་ག་རེ་རྨི་ལམ་ལ་ང་ཚོས་ཅིག་རྨི་ལམ་བཟང་པོ་རྨི་ལམ་ངན་པ་ནི་རྨི་ལམ་བཟང་ངན་ག་འདྲ་ཅིག་བཏང་པ་ཡིན་ན་དེ་རྨི་ལམ་བཏང་པ་ཅིག་ག་རེད་ང་རང་ཚོ་ཡང་རྨི་ལམ་རྣམས་ལ་ས་ཆ་གཞན་པ་ཅིག་ལ་ལྡེའུ་ཅིག་འགྲོ་ཨ་ནི་མཐོང་བསྡད་པ་དེ་ནས་རེད་ཟེར་ན་འདི་མ་རེད། ག་རེད་མ་རེད་ཟེར་ན་ང་རང་ཚོ་རྨི་ལམ་བཏང་བ་དེ་ཐམས་ཅད་ང་རང་ཚོ་སེམས་ནང་གི་བག་ཆགས་ཀྱི་ཡ་སལ་ནས་དེ་ནི་རྨི་ལམ་བཏང་གི་ཡོད་རེད་ད་དེ་བག་ཆགས་དེ་ག་འདྲས་བཞག་གི་ཡོད་རེད་ང་མཚམས་སྦྱར་ལབ་ཡོད་རེད་ང་ཚོ་སང་ཉིན་རྨི་ལམ་བཏང་གོང་སྨོས་རྨི་ལམ་དང་ཞོགས་ཀྱི་རྨི་ལམ་དྲན་ཡོང་དུས་ཨོ་ག་དུས་ཡང་མཐོང་མ་མྱོང་བའི་དེ་འདྲའི་ངེས་ཅིག། ད་གང་ལྟར་སེམས་ཅན་རེད་ས་ཆ་རེད་དེ་འདྲས་དེ་འདྲས་ཅིག་ཡོང་གི་འདུག་ར་འདི་ག་འདྲས་ཅིག་ཡོང་གི་རེད་ཟེར་ང་རང་ཚོ་སྐྱེ་བ་ཐོག་མ་མེད་པ་ནས་སྐྱེ་བ་མང་པོ་ཅིག་བླངས་ཚར་རེད་ར་འགྲོ་བ་རིགས་དྲུག་གི་ནང་དུ་སྐྱེ་བ་ཤིན་ཏུ་མང་པོ་ཅིག་བླངས་ཚར་རེད་བླངས་ཚར་བའི་གེ་དེ་འདྲས་ཀྱི་ད་ང་ཚོས་མཐོང་མྱོང་བ་དང། མཐོང་མྱོང་ཡོད་ལ་ད་དང་ལྟ་མཐོང་མྱོང་བ་དང་དེ་ནས་ཚོར་མྱོང་བ་ཡོད་དེ་ནས་ཀྱི་ཨ་ནི་བག་ཆགས་སྣང་བ་དེ་ཐམས་ཅད་དེ་ང་རང་ཚོ་ཚང་མ་བློ་གི་ཀུན་གཞི་རྣམ་ཤེས་ཀྱི་སྟེང་དུ་བཞག་བཞག་ཡོད་རེད་བག་ཆགས་དེ། ཀུན་གཞི་རྣམ་ཤེས་དེ་བག་ཆགས་ཆེ་ཆུང་ཤིག་ཆུང་མང་པོ་ཅིག་བཞག་བཞག་རེད་ད་བག་ཆགས་ཤིག་ཆུང་པོ་བཞག་བཞག་པ་ད་ཧ་ཅང་གི་ད་ཅིག་གཏིང་ཟབ་པོ་བཞག་བའི་བག་ཆགས་དེ་ཚོ་དེ་ནི་ང་ཚོ་ཚང་མ་སྨྱུ་གུ་བོར་བ་ཚོ་ཡར་སལ་ཡོང་དུས་སྐབས་ཚོ་ལ་དེ་ནི་འདུ་ཤེས་ཡུལ་གྱི་རྣམ་ཤེས་ཀྱི་གཡོ་ཡོང་དུས་ཨ་ནི་དེ་གི་སྔོན་ནས་དེ་ནི་ཨ་ནི་ང་ཚོ་ད་ཞོག་རྨི་ལམ་དེ་ཤར་ཡོང་གི་རེད་རྨི་ལམ་དེ་བཏང་ཡོང་གི་རེད་རེད་བ། དེ་ཡིན་དུས་དེ། དེའི་ཐོག་ནས་དེ་ནས་རྨི་ལམ་ཤར་ཡོད། དཔེར་ན་ང་རང་ཚོ་ཉིན་མོ་པའི་ཞོགས་པའི་ནི་དགོང་མོའི་བར་དུ་ལ་དེ་ང་རང་སྐྱེ་གནས་བར་དུ་ག་ཚོད་ལ་ཨ་ནི་དགེ་བ་ཡག་པོ་བྱེད་ན་རེད་དགེ་བ་ད་ལི་ད་དགེ་བ་བྱེད་ན་རེད་མི་དགེ་བ་བྱེད་ན་རེད་གང་ལྟར་གང་བྱེད་པ་ཡིན་ན་དེའི་བག་ཆགས་ཤུགས་ཆོག་པོ་ཅིག་བཞག་ཡོང་དུས་དེ་བཞག་པའི་བག་ཆགས་དེ་ཨ་ནི་མཚན་མོ་རྨི་ལམ་ནང་ལ་བལྟ་འོང་གི་རེད་བ། ཉིན་མོ་ལས་ཀ་ཡག་པོ་བྱས་ན་དེའི་སྟེང་ནས་ལས་ཀ་ཡག་པོ་རྨི་ལམ་ཡག་པོ་བཟང་པོ་ཞིག་བཏང་རེད། ད་ཉིན་མོ་དེ་ལ་ད་ཅིག་ལས་ཀ་སྡུག་ཅག་ད་ལྟ་ཞེད་སྣང་ཙམ་འོང་ད་ཅིག་གནས་ཚུལ་ཅིག་དང་འཕྲད་འོང་ན་འདི་འདི་བསྟན་པའི་གི་དེ་མཚན་མོ་རྨི་ལམ་འདི་བཏང་ཡོང་གི་རེད་བ། སྡུག་ཅིང་བཏང་ཡོང་གི་རེད། ད་རྨི་ལམ་བཏང་བའི་སྐབས་སུ་ལ་དེ་ནས་རྨི་ལམ་བཟང་ཡིན་ག་རེ་བཏང་པ་དེ་ཡང་སོ་སོ་གི་ད་སྔོན་སོང་གི་བག་ཆགས་ཀྱི་སྟོབས་ལ་དེ་ནས་རྨི་ལམ་རྨི་ལམ་དེ་རྨི་ཡོང་གི་ཡོད་རེད། ད་རྨི་ལམ་སྐབས་སུ་ང་རང་ཚོ་ད་ཉམས་ལེན་འདྲ་བའམ་ད་དམིགས་པ་འདྲ་བ་ག་འདྲ་སྒོམ་གི་རེད་ཟེར་ན་ང་རང་མདོ་ལུགས་གཞུང་སྤྱི་དང་ཐུན་མོང་དུ་ག་རེ་ཤེས་ཀྱི་ཡོད་རེད་ཟེར་ན། ད་ནི་ང་རང་ཚོ་གཉིད་ཉལ་བའི་སྐབས་སུ་ད་དགོང་མོ་ཉལ་ན་རེད་ཉིན་མོ་ཉལ་ན་རེད་ཉལ་ག་ལ་ལ་ད་གཉིད་ཁུག་ལ་ལ་དེ་ནས་སོ་སོའི་བསམ་བློ་ག་རེ་བཏང་བ་རེད་ཟེར་ན། བསམ་བློ་དེ་ག་རེ་བཏང་བར་སོང་ན་སོ་སོ་གི་སྙིང་ག་ཐད་དེ་ལ་རོགས་སྙིང་ག་སྙིང་ག་དེའི་ནང་ལ་ཨ་ནི་འཇུག་ན་པད་མ་ཟླ་བའི་གདན་གྱི་སྟེང་དུ་བཞག་རོགས་པད་མ་དང་པད་མ་ཅིག་པད་མ་ཅིག་གསལ་བཏབ་དེའི་སྟེང་དུ་ཟླ་བའི་གདན་བཞག་ཟླ་བའི་གདན་དེ་གང་ལ་དེ་ནི་ངོ་བོ་རྩ་བའི་བླ་མ་ཡིན་པ་ལ་ངོ་བོ་དེ་རི་དྭགས་ངོ་བོ་སོ་སོ་གི་རྩ་བའི་བླ་མ་ཡིན་པ་དེ་ལ་རྣམ་པ་དེ་ག་རེ་བཞག་བར་སོང་ན་རྣམ་པ་ཅིག་འོད་ཟེར་འོད་ཟེར་གྱི་གོང་བུ

ད་འཇིགས་སྐྲག་དང་དངངས་སྐྲག་གིས་དེ་ནི་རྨི་ལམ་བཏང་བས་ན་ད་འཇིགས་དགོས་མེད་རེད་ཁ་ཟས་གཡག་ནི་མ་ལྷུང་འགྲོ་ཡོད་དང་ཁ་ཟས་སྟག་དང་གཟིག་དེ་ཚོ་གིས་ཟ་ཡོང་གི་དང་ཁ་ཟས་ད་ཅིག་མི་གཞན་པ་མེ་མདའ་ཤུ་གྲི་རྒྱབ་བམ་དེ་ནི་སྟག་འགྲོ་གི་འདོར་བ་དེ་ནི་སྐྲག་དགོས་ཡོད་མ་རེད་ད་རྨི་ལམ་ནང་ལ་རྨི་ལམ་ངོ་ཤེས་བ་ཡིན་ན་དེ་ནི་ངོ་མི་ཤེས་དེ་ནི་གད་མོ་ཤེས་ར་ད་ཁྱོད་ལ་སྣོད་ཡོད་མ་རེད་ཡིད་ཀྱི་ལུས་ཡིད་ཀྱི་བག་ཆགས་ཀྱི་ལུས་རེད་བ་དེ་ནི་སྣོད་མི་ཡོང་དུས་སོ་སོ་ཧ་གོ་དང་རྨི་ལམ་རྨི་ལམ་རེད་ཟེར་ན་ཧ་གོ་བ་ཡིན་ན་དེ་ནི་དེ་ནི་རྨི་ལམ་གྱི་ད་ཡིད་ཀྱི་ལུས་དེ་ལ་ད་ཁྱོད་རང་གིས་ད་གིས་བར་དུ་ཟོལ་ར་ཤོར་མ་གནང་ཟ་འཁྲུལ་འགྱུར་གསུངས་ཡོད་རེད།

ཨ་ར། དེ་ཚོ་ལ་ཕེབས་ནས་དེ་ནས་ཞར་སངས་རྒྱས་འདི་དང་འདིའི་མདུན་དུ་གྲོལ་བ་ནི་ཆོས་ཞུ་ཡས་སངས་རྒྱས་དུས་དེར་བྱ་དགའ་ཐོབ་པའི་རྨི་ལམ་ནང་དུ་ཡོད་གསུངས་རོགས་དེ་ནས་འཁོར་བ་ལ་ངེས་འབྱུང་སྐྱེ་དང་འཁོར་བ་ལ་བློ་ལྡོག་པའི་གི་ཆེད་དུ་ལ་ནི་ངན་སོང་གི་གནས་འདི་ཚོ་ལ་བྲོ་ཚ་གྲང་དང་ཚ་ཉལ་དང་གྲང་ཉལ་དེ་ཚོ་ལ་བྲོ་ཡི་དྭགས་ཀྱི་གནས་འདི་ཚོ་ལ་བྲོ། དེ་ནས་ཁོ་ཚོ་གི་སྡུག་བསྔལ་དེ་ཚོ་ད་ལྟ་ཡོད་རེད་ལྟ་ནས་དེ་ནས་ཁོ་ཨ་ས་མ་མོ་ཅི་ཧ་ཅང་གི་ད་ལྟ་འཁོར་བ་ཟེར་དེ་དཔེ་མི་སྲིད་སྡུག་བསྔལ། སྡུག་བསྔལ་དཔེ་མི་སྲིད་ཟབ་བོ་སྡུག་བསྔལ་དཔེ་མི་སྲིད་པའི་ཤུགས་ཆེན་པོ་དེ་འདྲ་གི་མྱོང་དགོས་ཡོད་པ་ཡང་སོ་སོ་གི་མཐོང་གི་ཡོད་མཐོང་ན་ཨ་ནི་འཁོར་བ་འདི་དངོས་གནས་དྲང་ནས་ཨ་ད་འཇིགས་སྣང་སྐྱེས་ནས་ད་ངན་སོང་གསུམ་ལ་ད་མ་སྐྱེས་པའི་ཐབས་ལ་དེ་ནི་ད་ནི་ང་ཚོར་རང་དབང་ཡོད་པའི་དུས་ཚོད་ལ་ཨ་ནི་དཔེ་མི་སྲིད་དཀའ་ངལ་གྱི་དཀའ་ལས་བརྒྱབ་ནས་ཨ་ནི་དཔེ་ཆོས་ཉམས་ལེན་བྱེད་ལ་ཨ་ནི་དགའ་ས་སོ་སོ་ལ་ད་ཅིག་ད་གང་ཟག་སྐུལ་མ་འདྲ་བ་ཅིག་རག་ངེས་ཅིག་ད་དེ་ནི་ཡོང་གི་རེད་གསུངས་འགྲོ་ང་ད་འཁོར་བ་ལ་བློ་ལྡོག་པ་འཁོར་བ་ལ་ངེས་འབྱུང་སྐྱེ་གི་བློ་སྐྱེ་གི་རེད་ཟེར་དེ་ནས་བཤད་ཆེད་དུ་ལ་ཨ་ནི་འཁོར་བའི་གནས་འདི་ཚོ་ལ་འགྲོ་ངན་སོང་གནས་འདི་ཚོ་ལ་འགྲོ་ནས་ཨ་ནི་ལྟ་གི་རེད་ཟེར་ནས་ད་དེ་ནང་ཡོད་རེད།